ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་གི་སྤྱི་ཟླ་ལྔ་པའི་གནས་ཚུལ་གསན་གཟིགས་གནང་མཁན་ཡོངས་ལ་ཐོག་མར་མཛའ་བརྩེའི་འཚམས་འདྲི་ཞུ་རྒྱུ་དང་ང་གནས་ཚུལ་སྙན་སྒྲོན་པ་ཐུབ་བསྟན་རབ་བརྟན་ཡིན། ཟླ་བ་འདིའི་ནང། མཁས་པའི་གསུང་བཤད་ཀྱི་ལས་འགུལ་སྤེལ་བ། མདུན་ལམ་སློབ་སྟོན་པའི་དྲ་ཐོག་ཏུ་གསུང་བཤད་གནང་པ། མཐོ་སློབ་ཏུ་ལས་ཀའི་རྩལ་ཐང་གསར་པ་དབུ་འབྱེད་བྱས་པ། སྟོན་པའི་འཁྲུངས་སྐར་གཟབ་རྒྱས་ངང་བརྩི་སྲུང་ཞུས་པ། ལུས་སེམས་ཡོང་བའི་བོད་ལུགས་ཡོ་ག་དྲ་ཐོག་ནས་སློབ་ཁྲིད་བྱས་པ་བཅས་ཀྱི་གནས་ཚུལ་བརྒྱུད་པ་དང་གཞན་ཡང་བཅར་འདྲི་བྱེད་པའི་ལས་རིམ་གྱི་གཤམ་དུ་གཟིགས་འབུལ་བྱེད་ཀྱི་ཡིན་པས་རྣམ་པ་ཚོས་གསན་གཟིགས་ཡོང་བར་བཤད། མཁས་པའི་གཏམ་བཤད་ཀྱི་ལས་འགུལ་སྤེལ་བ། སྤྱི་ཟླ་ལྔ་བའི་ཚེས་གསུམ་དང་བཞི་ཉིན་གཉིས་རིང། དྲ་ཐོག་ཏུ་མཁས་པའི་གཏམ་བཤད་ཀྱི་ལས་འགུལ་སྤེལ་ཡོད་པ་རེད། འདི་ལོར་རྒྱ་ནད་ཀྱི་རྐྱེན་པས་ཡུལ་དངོས་སུ་མཁས་དབང་གདན་ཞུས་ཀྱིས་ལས་འགུལ་སྤེལ་ཐུབ་ཀྱི་མེད་ན་ཡང། སློབ་ཕྲུག་ཚོའི་ཤེས་ཡོན་དང་བསམ་བློའི་གནས་ཚད་གོ་རྟོགས་ཡར་རྒྱས་འགྲོ་ཕྱིར་དུ་དྲ་ཐོག་ཏུ་མཁས་དབང་གདན་ཞུས་ཀྱིས་ལས་འགུལ་མུ་མཐུད་དུ་སྤེལ་བཞིན་པ་རེད། སྤྱི་ཟླ་ལྔ་བའི་ཚེས་གསུམ་ཉིན། ཉིན་རྒྱབ་ཕྱི་ཚོ་གཉིས་དང་ཕྱེད་ཀ་ནས་ལྔ་བའི་བར། དགེ་སློབ་རྒྱ་དམར་གསུམ་ཙམ་དྲ་ཐོག་ཏུ་མཉམ་འཛོམས་ཐོག། བོད་ཀྱི་ཤ་ཚིག་གི་དཀའ་གནད་དང་བརྩམས་སྒྲུང་གསར་རྩོམ་དང་སྒྱུ་རྩལ་གྱི་གར་སྣེ་ཞེས་པའི་བརྗོད་གཞི་གཉིས་ཀྱི་ཐོག། འབུམ་རམས་པ་ལྷག་པ་ཚེ་རོང་མཆོག་དང་རྩོམ་པ་པོ་ཆུང་ཚེ་རོང་ལགས་རྣམ་གཉིས་ཀྱིས་གསུང་བཤད་དང། མཇུག་ཏུ་ལྷུ་མེད་དྲི་བ་ཁག་ལ་ལན་འདེབས་གནང་ཡོད་པ་དང། སྤྱི་ཟླ་ལྔ་བའི་ཚེས་བཞི་ཉིན། ཉིན་རྒྱབ་ཕྱི་ཚོ་གཉིས་དང་ཕྱེད་ཀ་ནས་ལྔ་བའི་བར། ྋགོང་ས་མཆོག་གི་ཐུགས་བསྐྱེད་དམ་བཅའ་བཞི་དང་དགའ་ལྡན་ཕུག་སྒྲོན་གྱི་དུས་སྐབས་སུ་མདོ་ཁམས་ཁུལ་དུ་རྒྱ་ནག་གི་བཙན་ཤུགས་སླེབས་ཚུལ་ཞེས་པའི་བརྗོད་གཞི་གཉིས་ཀྱི་ཐོག། ཀུ་གེ་གྲོང་ཁྱེར་ལྷ་རམས་པ་ཡོངས་གཏིང་རིན་པོ་ཆེ་དང། ལོ་རྒྱུས་སྨྲ་བ་རྒན་བེར་འཇིགས་མེད་དབང་རྒྱལ་རྣམ་གཉིས་ཀྱིས་གསུང་བཤད་དང། མཇུག་ཏུ་ལྷོ་མིའི་དྲི་བ་ཁག་ལ་ལན་འདེབས་གནང་རྗེས། མཁས་པའི་དྲྭ་ཐོག་གི་གསུང་བཤད་ལག་པ་གྲུབ་པ་རེད། མདུན་ལམ་སློབ་སྟོན་པས་དྲྭ་ཐོག་ཏུ་གཏམ་བཤད་ཀྱི་ལས་འགུལ་སྤེལ་བ། ཕྱི་ཟླ་ལྔ་བའི་ཚེས་བཅོ་ལྔ་ཉིན་ཚོང་རུལ་སྡེ་ཚན་གྱི་གོ་སྒྲིག་འོག་མདུན་ལམ་སློབ་སྟོན་པ་སེང་རྡི་ལགས་ནས། སློབ་མ་ཚོས་སོ་སོའི་དབྱིངས་ཚོར་ཤོག་དང་སོ་སོའི་དགའ་ཕྱོགས་དང་ནུས་པ་གང་ཞིག་གི་ཐོག་ཏུ་ཤུགས་རྒྱག་རྒྱུའི་སྐོར་དང། དང་སྤྱི་ཚོགས་ཀྱི་ནང་དུ་རྩར་གང་ཞིག་བེད་སྤྱོད་ཡག་པོ་ཡོད་མེད་ཀྱི་ཐོག་ཏུ་གསུང་བཤད་གནང་བ་དང། སློབ་སྟོན་པ་སིན་དྷི་ལགས་ནི་ལས་འཁྱུར་འགན་འཛིན་དང་རྒྱ་གར་དང་ཕྱི་རྒྱལ་གྱིས་སུ་མི་ལོ་ཉི་ཤུ་རྩ་གཉིས་ཙམ་ལ་ཐོན་རྫས་ཇུས་འགོད་པ་བྱས་པའི་ཉམས་མྱོང་ལྡན་པ་ཞིག་རེད། མཐོ་སློབ་དེ་ལི་ཁེའི་བརྩེ་ཐང་གསར་བ་ཞིག་དབྱེ་འབྱེད་གནང་ཡོད་པ་རེད། ཕྱི་ཟླ་ལྔ་བའི་ཚེས་དགུ་ཉིན། ལི་ཁེའི་བདེ་འཇགས་ཚོགས་པའི་འགན་ཁུར་འོག་གསར་འཛུགས་གནང་པའི་མཐོ་སློབ་ཀྱི་དགེ་ལས་ཚོའི་ཆེད་དུ་ཞབས་བྲོ་བརྩེ་ཐང་གསར་བ་ཞིག་དངོས་སུ་དབྱེ་འབྱེད་གནང་ཡོད་པ་རེད། དབོན་རྒྱལ་མཛད་སྒོར་འཛིན་སྐྱོང་འགན་འཛིན་དགེ་བཤེས་བློ་བཟང་རྒྱལ་མཚན་མཆོག་དང་བར་བརྒལ་སློབ་བཤད་འབུམ་རམས་པ་བསྟན་འཛིན་དགེ་བྱེད་མཆོག་རྣམ་གཉིས་ཕེབས་ཡོད་པ་དང། དགེ་བཤེས་བློ་བཟང་རྒྱལ་མཚན་མཆོག་གིས་རྩེད་ཐང་དུ་བཀྲ་ཤིས་པའི་ཁ་བཏགས་བསྒྲོན་གནང་བ་དང། རྩེད་ཐང་དུ་རྟེན་འབྲེལ་གྱི་ཞྭ་སྒྲོ་རྩེ་གནང་རྗེས་མཛད་སྒོ་ལེགས་པོར་གྲོལ་བ་རེད། རྩེད་ཐང་འདི་འདྲ་ཞིག་གསར་འཛུགས་དགོས་པའི་རྒྱུ་མཚན་ནི། དགེ་ལས་ཚོའི་རྩེད་མོ་ལ་དབྱིངས་སླེབས་པའི་ཆེད་དུ་ཡིན་པ་དང། བརྩེ་དུང་གི་འགྲོ་སོང་མང་ཆེ་བ་དགེ་རྒན་ནང་ཁུལ་ནས་བྱུང་ཡོད་པ་དང་འདིར་དབྱིན་ཇིའི་སློབ་སྦྱོང་གནང་བཞིན་པའི་དགེ་བཤེས་རྣམ་པས་ཀྱང་དེ་ཞལ་འདེབས་གནང་ཡོད་པ་བདེ་འཇགས་ཚོགས་གཙོ་མཆོག་གིས་གསུངས་ཡོད་པ་རེད། སྟོན་པའི་འཕྲང་འཁོར་ཟབ་རྒྱས་ངང་བརྩི་སྲུང་བྱས་པ། ཕྱི་ཟླ་ལྔ་བའི་ཚེས་ཉི་ཤུ་དྲུག་ཉིན། ནང་བའི་ཆོས་རྒྱལ་ཆེན་པོ་གསུམ་གྱིས། སྟོན་པའི་འཕྲང་འཁོར་དུས་གཅིག་ཏུ་འཁེལ་ཡོད་སྟབས་རྒྱལ་སྤྱིའི་རང་བཞིན་ཅན་གྱི་ས་ག་ཟླ་བའི་དུས་ཆེན་ཟབ་རྒྱས་ངང་བརྩི་སྲུང་གནང་བ་རེད། ས་ག་ཟླ་བའི་དུས་ཆེན་ནི་སྟོན་པ་མཆོག་སྐུ་བལྟམས་པ་དང་སངས་རྒྱས་པ་མྱ་ངན་ལས་འདས་པ་བཅས་ཀྱི་དུས་ཆེན་གསུམ་འཛོམས་ལ་འཁེལ་ཡོད་སྟབས། ནང་བ་ཚོས་ཆེས་གལ་ཆེན་པོ་རྩོད་སྲོལ་ཡོད་པ་རེད། འདི་ག་མཐོ་སློབ་ཏུ་སྐབས་བཅུ་གཅིག་པའི་སློབ་གཉེར་ལྷན་ཚོགས་ཀྱི་གོ་སྒྲིག་འོག་འབྲི་སྤུངས་སྒོ་མང་གྲྭ་ཚང་གི་སྐྱབས་རྗེ་མཁན་རིན་པོ་ཆེ་བློ་བཟང་རྒྱལ་མཚན་མཆོག་གིས་ས་ག་ཟླ་བའི་དུས་ཆེན་བཞི་པ་ངོ་སྤྲོད་དང། མཇུག་ཏུ་སློབ་མ་ཚོས་དྲི་བ་ལ་ལན་འདེབས་གནང་བ་དང། སྐབས་དེར་དྲ་ཐོག་ཏུ་དགེ་ལས་བརྒྱ་ལྷག་མཉམ་འཛོམས་བྱུང་ཡོད་པ་རེད། ལུས་སེམས་གསོ་བའི་བོད་ལུགས་ཡོ་ག་དྲ་ཐོག་ཏུ་འཚོགས་པ། ཕྱི་ཟླ་ལྔ་བའི་ཚེས་ཉི་ཤུ་དགུ་ཉིན་ཉིན་རྒྱབ་ཆུ་ཚོད་བཞི་པའི་ཐོག་ཨ་རིའི་གནས་བཞུགས་འབུམ་རམས་པ་མཆོག་བསྟན་འཛིན་སྨོན་ལམ་མཆོག་ནས། བོད་ལུགས་ཀྱི་ལུས་སྦྱོང་དང་སེམས་སྦྱོང་གི་ཡོ་ག་སློབ་ཁྲིད་གནང་བ་དང། མཆོག་བསྟན་འཛིན་སྨོན་ལམ་ལགས་ནས། རྒྱལ་ཁབ་བཅོ་ལྔ་ཙམ་ལ་བོད་ལུགས་ཀྱི་ཡོ་ག་སློབ་ཁྲིད་གནང་བ་དང་ཁོང་ནི་ཡིག་སྒྱུར་པ་དང་རྩོམ་པ་པོ་ཞིག་ཀྱང་ཡིན་པ་རེད། ཁོང་གི་སློབ་ཁྲིད་གཙོ་བོ་ནི་འབྱུང་བ་ཆ་མཉམ་ཡོང་བ་དང་ལུས་སེམས་ཀྱི་ངར་སྡུག་གསོ་བ། སེམས་ཞི་བར་གནས་ཐབས་བཅས་ཀྱི་ཐོག་བོད་ལུགས་ཀྱི་ཡོ་ག་བླང་རོགས་དགུ་ཕྲུག་སློབ་ཁྲིད་གནང་བ་རེད། མཇུག་ཏུ་ལྷོ་མིའི་དྲི་བ་ཁག་ལ་ལན་འདེབས་གནང་བ་དང། མཆོག་བསྟན་འཛིན་ལྷ་ལུང་ལགས་ནས་མུ་མཐུད་དྲ་ཐོག་ནས་ཡོ་ག་སློབ་ཁྲིད་གནང་རྒྱུའི་ཞལ་བཞེས་གནང་ཡོད་པ་རེད། ཟླ་བ་འདིའི་གསར་འགྱུར་བརྒྱུད་པ་ཁག་ཐེངས་ནས་སྙན་སྒྲོན་ཞུས་ཟིན་པ་ཡིན། རྣམ་པ་ལྷན་སྐྱེས་ཚོས་གསན་གཟིགས་གནང་བར་ཐུགས་རྗེ་ཆེ་ཞུ་རྒྱུ་དང་ང་ཚོ་ཟླ་རྗེས་མའི་ནང་བསྐྱར་དུ་མཇལ་ཡོང་བཀྲ་ཤིས་བདེ་ལེགས།